ཐོག་མ་འདི་ལ་དོན་གཉེར་ཅན་གྱི་ཆོས་གྲུབ་རྣམ་པ་ལྷན་རྒྱས་ཚང་མ་ལ་སྔ་དགོང་དུས་གསུམ་གྱི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། དེ་རིང་འདི་དུས་ཚོད་ཐུང་ཐུང་ཞིག་བཏོན་ནས་ད་ང་རང་ཚོ་ད་ས་ག་ཟླ་བ་སླེབས་ལ་ཉེ་བ་རེད། ད་ས་ག་ཟླ་བའི་དུས་ཆེན་ཁྱད་པར་ཅན་གྱི་ཉིན་མོ་འདི་ལ།

རི་དྲུག། རུ་བ། མིའི་འགྲོ་བ་ཚང་མ། སྐྱིད་པོ་དགོས་ཉེན་ཤ་སྟག་དང། སྡུག་པོ་མ་དགོས་ཉེན་ཤ་སྟག་རེད། དེ་འདྲ་སོང་ཙང། ཅིག། ང་རང་ཚོ་ད་ནང་པའི་ལྟ་གྲུབ་ཀྱི་ངོས་ནས། ད་སྐྱེ་བ་སྔ་ཕྱི་ཁས་ལེན་མཁན། ལས་རྒྱུ་འབྲས་ཁས་ལེན་མཁན་ངོས་ནས་བསམ་བློ་བཏང་བ་ཡིན་པ་ཡིན་ན་དེ་བས་ཀྱང། སློབ་དཔོན་རིན་པོ་ཆེན་གསུངས་པ་ནང་བཞིན། སྔ་མ་གང་ཅིག་ད་ཐེའི་ལུས་ལ་ལྟོས། ཕྱི་མ་གང་འགྲོ་ད་ཐེའི་སེམས་ལ་ལྟོས་གསུངས་པ་ནང་བཞིན་རེད་བ། ཚེ་འདི་ལ་ང་རང་ཚོ་མི་ལུས་བཟང་པོ་ཞིག་ཐོབ། བླ་མ་བཟང་པོ་དང་མཇལ། རེད་བ། ཨ་ནི། སངས་རྒྱས་ཀྱི་བསྟན་པ། རིན་པོ་ཆེ་ལགས་ད། ཐོས་བསམ། ཅུང་ཟད་བྱས་པའི་ད་གོ་སྐབས་བྱུང་བ་དེ་ཡང། སྐྱེ་བ་སྔ་མའི་གི་ད་མི་ལུས་རིན་པོ་ཆེ་ཡི་བཀའ་དྲིན་དེ་གི་ཆགས་བསྡད་ཡོད་རེད། རུ་བ། ད་སྐྱེ་བ་ཕྱི་མ་ཡང། ད་ལྟ་ནང་བཞིན་མི་ལུས་རིན་པོ་ཆེ་ཐོབ་དགོས་ཀྱི་ཡོད་པ་ཡིན། ནི། འབྲས་བུ་བཟང་པོ་ཅིག་ཡོང་ཡ་ལ། རྒྱུ་བཟང་པོ་ཅིག་ས་བོན་བཟང་པོ་ཅིག་ད་ཡག་པོ་ཅིག་བཏབ་དགོས་རེད་མ་གཏོགས། ནི། རྒྱུ། ཡག་པོ་མེད་པར་འབྲས་བུ་ཡག་པོ་ཡོན་ཁོ་མི་སྲིད་པ་རེད། དེ་འདྲ་སོང་ཙང། ཚེ་འདི་ལ་ད་ཀྱི་ཤུ་བ་མེད་ཚེ་ཚེ་འདི་ལ་ང་ཚོ་མི་ལུས་བཟང་པོ་ཐོབ་ཡོད་རེད་ད་སྐྱེ་བ་ཕྱི་མ། དལ་བ་བརྒྱད་དང་འབྱོར་པ་བཅུ་ཚང་བའི། མི་ལུས་ཐོབ་དང་མ་ཐོབ་ཞུ་ཡས་ཏེ། ཚེ་འདི་ལ་རང་ཚོགས་ཀྱི་ཆགས་ལ་ཡོད་རེད་ཚེ་འདི་གི་ཆགས་ལ་ཡོད་འདི་པ་རེད་དེ་འདྲ་སོང་ཙང་ད་མི་ལུས་བཟང་པོ་ཐོབ་པའི་ལ་ག་རེ་བྱེད་དགོས་རེད་ཞུས་པ་ཡིན་པ་ཡིན་ན་གཙོ་བོ་འདི་ང་ཚོ་མི་རྒྱ་བ་བཅུ་སྤོང་རེད་བ་རྒྱ་བ་བཅུ་སྒྲུབ་པའི་མདོར་ན་ང་ཚོ་ད་ལུས་ངག་ཡིད་གསུམ་གྱི་ད་སྡིག་པ་བཤགས་སྡོམ་བྱེད་ཡས་འདི་གལ་ཆེ་ཤོས་འདི་ཆགས་འདི་ཡོད་རེད། དེ་འདྲ་སོང་ཙང་ཨ་དེ་རིང་དེ་སྡིག་པ་བཤགས་སྡོམ་ག་འདྲས་བྱེད་དགོས་ཡོད་མེད་སྐོར་ལ་མདོར་བསྡད་ཅིག་ཞུ་གི་ཡིན། སྤྱི་ཡོངས་ཀྱི་གཞུང་ནང་ལོ་ལ་ད་དཔེ་ཆ་ནང་ལོ་ལ་སྡིག་པ་བཤགས་སྡོམ་ད་བྱེད་ཡས་ལ་ང་རང་ཚོ་གཉེན་པོ་སྟོབས་ཤེས་ཟིན་ནས་དེ་འདྲས་ཅིག་གསུང་གོ་རེད་རོ་བ། Four། Power of the Antidote གསུང་གོ་རོ་བ། གཉེན་པོ་སྟོབས་བཞི། ད་གཉེན་པོ་སྟོབས་བཞི་དེ་ག་རེ་རེ་ཞུས་པ་ཡིན་པ་ཡིན་ན། དང་པོ་དེ་ལ་རྟེན་གྱི་སྟོབས། གཉིས་པ་དེ་ལ་གཉེན་པོ་ཀུན་དུ་སྤྱོད་པའི་སྟོབས། གསུམ་པ་དེ་ལ་སུན་འབྱིན་པའི་སྟོབས། བཞི་པ་དེ་ལ་ཉེས་པ་ལས་སླར་འདུ་བའི་སྟོབས་གསུངས་དགོས་རེད་ད་དེ་ཆོས་ཚིག་གི་ཡིན་ཙང་ཏོག་ལྟར་དྲག་པོར་ཞུ་བ་འདུག་ཟེར་ནས་ཏུ་དགོངས་པ། ཞེས་སྲིད་པ་རེད། ད་ང་ཚོ་ཚིག་འདི་ནམ་རྒྱུན་ནས་ད་གོ་མ་མྱོང་བ་ཡིན་ཙང་དྲག་དྲག་ཏུ་ཁོ་བོ་ད་གོ་བ་རེད་མ་གཏོགས་འདི་ལ་མ་བསམ་བློ་བཏང་པ་ཡིན་ན་དྲག་པོ་ཁྱད་མ་རེད། གཏན་གྱི་སྟོབས་ཞུ་ཡས་འདི་ང་རང་ཚོ་ད་ཅེ་ཡིག་བླ་མ་རིན་པོ་ཆེ་ལ་ད་གསོལ་བ་བཏབ་པས་ད་མདོར་ན་སྐྱབས་འགྲོ་ཆེ།

ད་བླ་མ་རིན་པོ་ཆེ་ཡི་སྐུ་མདུན་ལ་ཨ་ནེ་སོ་སོ་གྱི་ཆེད་གང་བྱས་པའི་སྡིག་པ་དེ་ཉིད་ད་ཅིག་ཁར་ཞོག་སེམས་ནས་ངས་དེ་འདྲས་དེ་འདྲས་སྡིག་པ་བྱས་ཡོད་དེ་རིང་ཁྱེད་རང་གི་སྐུ་མདུན་ལ་དེ་འདྲས་ཞིག་བྱེད་ཀྱི་ཡོད་བསམ་ནས་བསམ་བློ་ཞིག་འཁོར་ཐུབ་པ་ཡིན་པ་ཡིན་ན་གཏན་གྱི་སྟོབས་ཆགས་འགྲོ་གི་ཡོད་ས་རེད། ད་སྡིག་པ་དེ་ཉིད་ད་བཤགས་སྡོམ་བྱེད་སྟངས་དེ་ལ་ཨ་ནེ།

རེད་བ། འོ་དེ་འདི་ལ་ང་ཚོ་སྙིང་པོ་ཀུན་ཏུ་སྤྱོད་པའི་སྟོབས་གསུང་གི་རེད་བ། དེ་ནས་གསུམ་པ་འདི་ལ་སུན་འབྱིན་པའི་སྟོབས་གསུང་ཡང་དེ་སུན་འབྱིན་པ་གསུང་ཡང་དེ། སྔར་མ་བྱས་པའི་ལྟ་སྡིག་པ་ལ་ལྟ་འགྱོད་པ་བྱས་ཡོད་ཅེས་འདུལ་བ Regret གསུང་གི་འདུལ་བ། འོ་དེ་ངས་སྔར་མ་བྱས་པའི་སྡིག་པ་དེ་བྱས་པ་དེ་རྩ་བ་ཉེས་ནས་འགྲིག་མི་འདུག་སེམས་ནས་ལྟ། ང་རང་ཚོ་ད་ལྟ་བདེ་ཆེན་སྨོན་ལམ་ནང་ལ་ཡོད་པ་ནང་བཞིན། སྔར་བྱས་སྡིག་པ་ཁོང་དུ་དུག་སོང་ལྟར་གསུངས་ཡིན་དེར་བ། སོ་སོའི་ཀྱི་ཁོག་པ་ནང་ལ་དུག་ཅིག་འཛུལ་བ་ཡིན་པ་ཡིན་ན། དུག་འདི་མ་བཏོན་ན་ཤི་གི་རེད་བསམ་ནས་རྔམ་དྲག་ཡོད་ར་ད་ལྟ་ད་ལྟ་ར་སྨན་པ་བཏོན་དགོས་ཀུ་དེ། སྨན་ཁང་ནང་ལ་འགྲོ་དགོས་ཀུ་དེ་ཐབས་ཤེས་ཡོད་ཁུ་རྩེ་དྲུག་བྱེད་ཀི་རེད་བ། ཨོ་འདི་ནང་བཞིན་དགོས་ཀུ་རེད་གསུངས་དེར་བ།

ད་སྟེང་གི་སྟོབས་དེ་སྐྱབས་འགྲོ་སེམས་བསྐྱེད་བྱེད་ཀྱི་སྟེང་གི་སྟོབས་ཆགས་བྲལ་རེད། དེ་ནས་གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་དེ་ལ་ད་ཀྱི། ད་དྲུག་གཙོ་བོ་དྲུག་རེད་འདི་ན་ད་ཡང་ལ་མང་པོ་ཞུ་གི་ཡོད་རེད་བ་ད་གཙོ་བོ་དྲུག་དེ་ག་རེ་ཞུ་བ་ཡིན་པ་ཡིན་ན་སངས་རྒྱས་དང་བྱང་ཆུབ་སེམས་དཔའི་རྒྱལ་མཚན་སྨོས། ཨ་ནི་སྐུ་གསུང་ཐུགས་རྟེན་བཞེངས། ཨ་ནི། ཞལ་ནས་སོ་སོ་ཡི་ད་བརྒྱད་སྟོང་སོ་འདི་སངས་རྒྱས་ཀྱི་བཀའ་དོ་སོ། ད་སྒྲོགས་སྦྱང་ཞུ་བས། ཨ་ནི་བླ་མ་དཀོན་མཆོག་ལ་མཆོད་པ་ཕུལ་བས། གཟུངས་སྔགས་ཁྱད་པར་ཅན་འདི་འདྲའི་སྒྲ་ཡན་རབ་བྱུང་ན། སྟོང་པ་ཉིད་དང་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་བདག་མེད་པ་མི་རྟག་པ་ལགས་སོ། འོ་དེ་འདྲའི་ཅིག་སྒོ་མེད་འདི་ལྟར་སྙིང་པོ་ཀུན་ཏུ་སྤྱོད་པའི་སྟོབས་ཡག་ཤོས་ཆགས་བསྡད་ཡོད་རེད། འདི་ལ་ཡང་ལ་དེ་ལ་ནི་ང་ཚོ་ཕྱག་འཚལ། མེ་འབྲས་ཕུལ་བས། དེ་ནས་སྦྱིན་པ་དང། འོ་འདི་ཚོ་ཚང་མ་ནི་སྙིང་པོ་ཀུན་ཏུ་སྤྱོད་པའི་སྟོབས་ལ་འགྲོ་དགོས་བ་རེད། སུན་འབྱིན་པའི་སྟོབས་དེ་ལ་སྔ་མ་བྱས་པའི་སྡིག་པ་ལ་ད་རྩ་བ་ཉིད་ནས་འགྲིག་གི་མི་འདུག་འགྲིག་མི་འདུག་ད་ངས་སྡིག་པའི་ལས་ལ་ཉིད་ནས་རྩ་བ་ཉིད་ནས་བྱེད་ཀྱི་མེད་ལ་ཡ་རེད་བསམ་བློ་ཅིག་སླེབས་པ་ཡིན་པ་ཡིན་ན། ནི་ང་ཚོ་སྡིག་པ་ལ་སྐྱོ་བ་བྱེད་པ་སུན་འབྱིན་པའི་སྟོབས་ལས་ཕྱིན་ཅི་བྱེད་ཀྱི་མེད་གསུང་ངན་དེ་ནི་ཉེས་པ་ལས་སླར་བསྡུ་བའི་སྟོབས་རེད་བ་འོ་དེ་འདྲའི་རིགས་ཀྱི་བསམ་བློ་ཁྱིས་ནས་ང་རང་ཚོ་ད་སུ་མ་འགྲངས་པ་ཡིན་ནའི་རེ་ད་ཕྱག་ལས་གནང་མཁན་ཡིན་པ་ཡིན་ན་འདི་འདྲའི་བསྡད་ནས་གང་འདོད་སྐད་ཅོར་བྱེད་འདི་འདྲ་ཡོང་དགོས་མ་རེད་དེ་བསམ་བློ་འདི་བཏང་ནས་སྐར་མ་གཅིག་གཉིས་ཚོ་བསམ་བློ་འདི་འདི་བཏང་ཨ་ནི་སྟོན་པའི་སུ་མ་འགྲངས་པ་ཡིན་ནའི་རེ་མ་ནི་འགྲངས་པ་ཡིན་ན་བེ་ཚ་བུ་རུ་འགྲངས་པ་ཡིན་ན་སེམས་ན་ལས་འགྱོད་པ་དང་བཅས་པའི་དོན་ནི་ད་ངས་མི་ལུས་བཟང་པོ་ཞིག་ཐོབ་ཡོད་རེད་སྐྱེ་བ་ཕྱི་མ་མི་ལུས་བཟང་པོ་ཐོབ་དང་མ་ཐོབ། ད་ཧ་གོ་གི་མི་འདུག་དེ་ཡིན་ཙང་ད་མི་ལུས་བཟང་པོ་ཐོབ་པས་ལ་མི་ལུས་བཟང་པོ་ཐོབ་པས་ཀྱི་ལ་རྒྱུད་བཟང་པོ་ཅིག་འགྲུབ་དགོས་རེད་རྒྱུད་བཟང་པོ་འགྲུབ་པས་ལ་སྡིག་པ་བཤགས་སྡོམ་བྱེད་དགོས་རེད་སྡིག་པ་བཤགས་སྡོམ་བྱས་ལ་སྡིག་པ་དེ་ལ་ལུས་ཀྱི་བདེ་བ་ངག་གི་བདེ་བ་ཡིད་ཀྱི་བདེ་བ་གསུམ་ཡོད་རེད་ར་བ་རྒྱལ་བ་ས་དེ་ཡོད་ད་ལུས་ངག་ཡིད་གསུམ་གྱི་རྒྱལ་བ་བསགས་དགོས་རེད་དེ་ཡིན་ཙང་སོ་སོ་ཀྱི་གང་བྱིན་པའི་སྡིག་པ་དེ་ལ་སྔར་བྱས་པའི་སྡིག་པ་ལ་ཡོད་པ་དང་སླད་ཕྱིན་ཅི་སྡིག་པའི་ལས་ལ་ཉེ་ས་རྩ་བ་ཉིད་ནས་བྱེད་ཀྱི་མེད་ཨ་བླ་མ་དཀོན་མཆོག་རིན་པོ་ཆེ་ཁྱེད་རང་གྱིས་མཁྱེན་བསམ་པའི་ཐོག་ནས

ཨོ་དེ་འདྲི་ཞིག་གཙོ་བོ་བྱ་འདི་ཞར་ལ་ཡིན་བསམ་པའི་ཐོག་ནས་རེད་བ་ནི་ལས་ཀ་ག་རེ་བྱེད་པ་ཡིན་ན་གཞན་ཕན་གྱི་བསམ་བློ་དང་ཕུགས་བོ་ལྟ་ཉེན་ཡོད་པ་ཡིན་ན་རེད་འགྲོ་ཁང་ནང་ལ་ཕྱག་ལས་གནང་ཉེན་ཡོད་པ་ཡིན་ན་རེད་ཟ་ཁང་ནང་ལ་ཕྱག་ལས་གནང་ཉེན་ཡོད་པ་ཡིན་ན་ཁ་བ་ཕྱག་ལས་གནང་ཉེན་ཡོད་པ་ཡིན་པ་ཡིན་ན་བསམ་བློ་འདི་གཞན་ལ་ཕན་པ་བསམ་བློ་བཏང་རང་དོན་ཤུགས་ལ་སྒྲུབ་པའི་མགོ་རུ་བ་དང་ཨོ་དེ་འདྲི་ཞིག་གནང་རོགས་གནང་ཟེར་ནས་ངེད་དང་ཚིག་གཅིག་ངེད་འདི་འདྲི་ཞིག་ཞུ་འདོད་བྱུང་དུས་འདི་རྣམ་པ་ཀུན་ཏུ་མེད།